བརྒྱད་ལ་ཀུན་ཁམས་བཟང་བཀྲ་ཤིས་བདེ་ལེགས་ཚེ་རིང་དངོས་གྲུབ་ལ་བཀྲ་ཤིས་བདེ་ལེགས་ཀུན་ཁམས་བཟང་ལགས་སོ། ཡཱ་ཡཱ from German ས་ལགས་སོ། Germany ཟེར་ག་ཅིག། ཀུན་དགའ་དར་རྒྱས་ལ་བཀྲ་ཤིས་བདེ་ལེགས་གྲོགས་པོ་ལགས་ཀུན་དགའ། སྐུ་གཟུགས་བདེ་པོ་ཡིན་པས་ས་ལགས་འོང་ཀུན་དགའ་དར་རྒྱས་ལགས་བདེ་པོ་ཐང་པོ་ཡིན། ཨ་ནི་ཀུན་དགའ་དར་རྒྱས་ལགས་ཡང་སྐུ་གཟུགས་བདེ་པོ་ཡིན་པས་ར་བ་དང་རྨ་ལམ་གྲངས་མེད་ཡོད་དོ། ཨ་ནི་ད།

ཞིང་བཀོད་ཀྱི་འོས་བསྡུ་ཅི་འགྲོ་བདེ་འགོད་རེད་འོས་བསྡུ་འགྲོ་འདོད་ཡོད་པ་ཟེར་ན་ད་རྒྱུ་སྐོར་འགྲོ་ཡོད་སླེབས་བདེ་འགོད་རེད་ད་རེ་ཉིན་རྩ་དྲུག་ནང་འགྲོ་ལ་ཨ་ནི་ལ་ད་ཡོད་དེ་འགའི་ཚོགས་ཀྱི་ཨ་ནི་ཞིང་བཀོད་ཅི་གདམ་གྱི་ཡོད་རེད་སོང་ཙང་འདིའི་སྒང་ལོ་ལ་སོ་སོ་གི་ཚོར་བ་དང་སོ་སོ་གི་བསམ་ཚུལ་ཁ་ཤས་ཅིག་སྤུངས་ནའང་བསམ་ཚར་རོ་ཅིག་དྲན་རྗེས་ཡང་དེ་རེ་ཐད་ཀར་རྒྱང་སྲིང་སྒང་ལོ་ལ་སླེབས་བདེ་ཡོད་ད་རྣམ་པ་ཚོ་ལ་སོ་སོ་གི་བསམ་ཚུལ་མ་བཤད་ངེས་ལ། རྣམ་པ་ཚོ་ལ་ཞུ་ཡ་ག་རེ་ཡོད་ལབ་པ་ཡིན་ན་ང་རང་བརྩེ་སེ་གི་འདི་སྤྱི་ཚོགས་ནང་ལོག་ལ་གནས་ཚུལ་ག་འདྲ་འགྲོ་ཅིག་འགྲོ་གི་ཡོད་ན་གནས་ཚུལ་འདི་བལྟ་ཚེ་སོ་སོ་སེམས་པ་ནང་ལོག་ལ་ཚོ་བ་གླས་ཤ་ཡ་འདི་རྣམ་པ་ཚོ་ལ་མ་ཅིག་ཞུ་ཨ་ནི་ཚོ་བ་གླས་བ་འདིའི་སྒང་གི་གོ་རྟོགས་སྤི་ཡ་ཅིག་རྣམ་པ་ཚོ་ལ་མ་གོ་རྟོགས་འདི་མ་ཅིག་སྤེ་ཨ་ནི་འདིའི་སྒང་ལོག་ལ་ལག་ལེན་ག་ཅིག་ཅིག་ཁིད་དང་མ་ཁིད་སེ་གི་འདི་རྣམ་པ་ཚོ་གི་སོ་སོ་གི་ཆགས་ལ་ཡོད་འདི་སེམས་པ་འདི་རྣམ་པ་ཚོ་གི

གང་མང་མང་གིས་སོ་སོ་གི་མི་ཚོ་ལ་ཡང་འབྲེལ་བ་བྱེད་བྱེད་ཨ་ནི་དེང་སང་གི་མི་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ལ་གནས་ཚུལ་གང་དང་གང་ཐོག་ལ་ཡིན་ན་འདི་ཚོ་གང་ལོག་ལ་བགྲོ་གླེང་བྱེད་ཀྱི་འབད་བརྩོན་འདྲ་བོ་བྱེད་ནས་འགྲོ་བསྡད་ཀྱི་ཡོད། ཨོ་སང་ཙང་འདི་འདྲ་འདྲ་བོ་བྱེད་ཡིན་སང་ཙང་ད་རིང་གི་དུས་ཚོད་འདིའི་ནང་ལོག་ལ་རྣམ་པ་ཚོ་ལ་ད་རིང་ཡང་ཐད་ཀར་རྒྱང་ཚིགས་ཡོང་བྱེད་ཨ་ནི་སོ་སོ་གི་བསམ་སྤྱོད་བཤད་ཡ་འདི་ཨ་ནི་ལ་དྭགས།

དབུས་གཙང་ངོས་ན་ནི་ཁོ་རང་མངའ་རིས་ཀྱི། ནི་མངའ་རིས་པ་ཡིན་པས་ཚོ་ལ་ནི། གཅིག་ཏུ་ཡར་ལངས་བྱེད་གཅིག་ཏུ། ཐོབ་བྱ་ངེས་ཀྱི་གཅིག་ཏུ་བྱེད་རེད། ཁོ་རང་འདྲ་པོ་བྱེད་ན་ལ་དྭགས་ཀྱི་གཞིས་མགོ། ལོ་གཉིས་ལོ་ཐ་མ་གཉིས་ལོ་གསུམ་གསུམ་བྱས་ཚེ་ཐ་མ་གཉིས། བྱས་ཉུང་སྐད་ཀྱི་གང་ཟག་གཅིག་དང། ད་ལྟའི་སྐབས་ནང་དུ་ལ་ཁོ་རང།

ད་དོན་དོག་པོ་བཤད་པ་ཡིན་ན་ནི་སོ་སོ་ཁེ་ཕན་མ་གཏོགས་ཅི་གི་ཁ་ཙམ་གི་ད་མི་སྟོང་ཕྲག་གཅིག་ཁྲི་ཉིས་སྟོང་ཅི་གི་ར་བ་རྒྱག་གི་འདུག་མི་ཨ་ནི་ད་རི་ལ་དྭགས་མི་མང་དེ་དུས་ཚེ་ཉག་ཕྲ་བའི་སྐབས་ནང་ལོགས་ལ་ཨ་དེ་ལ་ཡ་ཐུག་ཕན་སོགས་ཐུག་ན་ད་དེ་འདྲ་དེ་ཚོ་ཚང་མ་ཁ་ཙམ་གི་རེད་བསམ་ས་རུ་དྲན་གི་ཡོད་ར་བ་གང་ཟེར་ནི་ཁོ་རང་སྤྱི་འཐུས་ནང་ལ་བཞུད་རྗེས་བོད་མི་མང།

མཐོང་བ་མ་བྱས་ངས་འདི་བྱེད་ཐུག་ས་ཡོད་བྱེད་ཐུག་གི་ཡོད་བྱེད་ཐུག་ཡག་གི་སྡིག་པོ་ཡོད་ཅེས་ནི་གསུངས་བསྡད་ཀྱི་འདུག་འདི་གསུངས་པ་མ་བྱས་ཁོ་རང་གིས་དམངས་ཚོགས་ཀྱི་འགྲོ་ལུགས་འགྲོ་སྟངས་ཁོ་རང་བྱས་རྗེས་ཨ་ད་ལི། མི་དམངས་མདུན་ལ་ཡང་དོན་ཡང་བྱས་ཁོ་རང་གིས་གཞི་མགོ་བཞག་དགོས་ཡག་རྒྱུ་མཚན་དང་གཞི་མགོ་བཞག་ཡག་གི་ཁོ་རང་གི་རྒྱབ་མདུན་གྱི་དམིགས་ཡུལ་དེ་ཚོ་ཆ་ཚང་ཅིག་གསུངས་ནི་འགྲོ་བསྡད་ཀྱི་འདུག་ད་དེ་ག་ནང་བཤད་ཅིག་ཀྱི་བཀྲ་ཤིས་དོན་འགྲུབ་ལགས་ལ་ཨ་ད་ནོར་ཝེ་ཨེ་ཤ་རླུང་འཕྲིན་གྱི

བྱེད་ཀྱི་མེད་ནམ་རྒྱུས་བཤད་པ་ནང་བཞིན་རེད་ལག་པ་གཅིག་གིས་ལྡོག་པ་རྒྱག་ཐུབ་མ་རེད་ལག་པ་གཉིས་ཀ་གིས་མ་གཏོགས་སོང་ཚ། ཕྱོགས་གཉིས་ཀ་ནང་ནས་མ་བྱུང་བའི་རྐྱེན་གྱིས་རྙོག་དྲ་འདི་ཡག་བྱུང་བ་རེད་བ། བྱུང་ཡོད་འདུག་རྩམ་པ་ད་ལི་ངས་བཤད་ཡ་འདི་ག་རེ་བཤད་ཀྱི་ཡོད་ལབ་པ་ཡིན་ན། ཀྱི་མེ་འདེགས་ཀྱི། ཨ་ནི་ཏེ་ཞི་དོན་འགྲུབ་ལ་ཁོ་རང་ཞི་རྒོལ་ཡིན་ན། ཞི་རྒོལ་དཀར་ནག་ལ་ཁོ་རང་ལ་ག་ཚད་འདྲ་བོ་གཅིག་གིས་སེམས་པ་ལ་ཕོག་པོ་འདི་སེམས་པ་གཅིག་གིས་མ་བསུ་བ་ག་རེ་འདྲ་བོ་བཤད་པ་ཡིན་ན་རེད་བ། ཁོ་རང་དང་ཁྱིམ་མི་གཉིས་ཀྱི་པར་རུ་ནང་ལོ་ལོ་ཁོ་རང་ཞེ་འགོག་ཅིག་རེད། དེའི་ནང་ནས་ཤེས་ཡོན། སློབ་སྦྱོང་ཡོད་ངེས་མི་སྣ་གལ་ཆེན་ཅིག་ཡོད་འདུག་བསམ་པ། ཁོ་རང་བཟོ་པ་སྒོམ་དགོས་དགོས་རེད་བསམ་ས་རུ་ཞིག་དྲན་གྱི་ཡོད། ཁོ་རང་བཟོ་པ་མ་སྒོམ་ནས་ཨ་ནི་སྐྱེས་དམན་གཟའ་བོ་མེད་འདི་ལ་ཡང། འགྲམ་པ་སྒང་ལ་གཟབ་རྒྱག་ཞུས་ཡོད་པ་ཡིན་ན་ཞུས། ལ་ཞུས་ཡོད་པ་མ་རེད་ཞུས་ཤག།

ཧ་ལོ་ད་སྐད་གོ་གི་འདུག་ད་སྐད་གོ་གི་འདུག་ཧ་ལོ་ལགས་སོ་ད་སྐད་གོ་གི་ཡོད་ས་རེད་ཕ་ཆེ network poor མ་རེད་དེ་འཛི་ཨ་ཚེ་པ་འགྲོ་མ་ལ network poor poor མ་རེད་ཡང་ད་དེ་སྐྱིད་དེ་རུ་ཚང་ག་རྒྱ་ནི་ཁ་བ་བཏང་དེ་གི་འདུག་སུ་གི་ཁ་བ་བཏང་གི་ཡོད་ན་ཧ་གོ་གི་མི་འདུག་ཁ་བ་བཏང་ཚེ་ནི་དེ་གི་ཆེད་འགྲོ་གི་འདུག་སོང་ཚ་དེ་ལ་བཏགས་རྗེས་ནི་ཡང་ད་དྲེ་ཞི་དེ་འགྲོ་འདྲ་བོ་བྱེད་ན

ངེས་པར་དུ་དགོངས་པ་བཞེས་དགོས་རེད་བསམ་ས་རེད་དྲན་གྱི་ཡོད་ད་ལྟ་ཞི་དུལ་འགྲོ་འདྲ་བོ་བྱེད་ན། ཐུལ་དུས་ཐུལ་ལ་ལོ་གསུམ་གསུམ་བྱས་རྗེས་ལོ་དྲུག་ཐེངས་གཉིས་ཞི་འགོ་བྱས་པ་རེད། ཨ་ནི་ཁོ་རང་སྐབས་ནང་རོགས་ལ་བྱེད་རྗེས་འདི་ཡིན་བྱས་རྗེས་བྱེད་རྗེས་འདི་འདྲས། ལ་དྭགས་ལ་ཡ་ཞི་བོ་ཞིག་འདི་འདྲས་གས་ཡོད་མ་རེད་ཁོ་རང་སྐབས་ནང་ལ་ཐུ་ཤོ་འདི་འགྲོ་རེད་བྱས་རྗེས་ཐུ་ཤོ་འདི་འདྲས་གས་ཡོད་མ་རེད། སོང་ཙང་ཁོ་རང་གིས་སྐྲབ་དགོས་དང་བྱེད་དགོས་འདི་ལོ་དྲུག་ནང་ལོ་ལ་ག་རེ་ཡོད་པ་ཡིན་ན་ཚང་མ་བྱས་ཚར་རེད། ཚར་རེ་ད། ད་རྣམ་པ་ཚོགས་ཀྱི་དངོས་གནས་དྲང་གནས་ཨང་རྟགས་རྒྱན་ཤེས་རབ། ཁོ་རང་ལ་ཡག་གོ་སྐབས་ཤིག་སྤྲད་པ་ཡིན་ན། ཁོ་རང་གསར་པ་གསར་རྐྱང་བྱེད་ཁོ་རང་སེམས་ཤུགས་ཡོད་ངེས་བྱེད་ཤེས་བྱ་ཡོན་ཏན་ཐོག་ནས་ཏེ་དོན་དྲུག་ལས། ལྷག་དཀའ་དང་མ་མངའ་དང། ཉམས་མྱོང་གི་ཐོག་ནས་ལྷག་དཀའ་དང་མ་མངའ་དང། གང་ཅིའི་ཐོག་ནས་ཡིན་ན་ཏེ་དོན་དྲུག་ལས་ལས། རྒྱན་ཤེས་རབ་ཁོ་རང་འདྲ་བོ་ཅིག་ཡིན་ན་ངའི་འདྲ་བོ་ཅིག་ཡིན་ན་ངའི་ལྟ་སྣང་མཐོང་ཚོར་ཐོག་ནས།

སྐྱེ་མེད་འདི་ལ་ཡང་འགྲམ་པ་བཞུ་བའི་སྐབས་ཀྱི་གནས་ཚུལ་འདི་ཚོ་དྲན་གང་ལོ་ལ། དེའི་སྐབས་ཀྱི་ནང་སྲིད་བཀའ་བློན་དང་དེའི་སྐབས་ཀྱི་དངོས་གནས་དྲ་གནས་ཆབ་སྲིད་ཀྱི་དབུ་ཁྲིད་སུ་འདྲ་བོ་ཅིག་ནས་དངོས་གནས་དྲ་གནས་འགྱོད་པ་ཡོད་སེམས་པ་ནང་ལོར་གཏན་བདེ་ཁོ་རང་འགྱོད་པ་ཡོད་ད་ཕྱུག་ཤངས་དེའི་སྐབས་ལ་ནོངས་ཤངས། ཨ། གབ་ཏུ་བཞུགས་གི་ཡོད་ད་སོ་སོ་གི་ཚོ་པ་ནང་ལ་ག་རེ་ཡོད་པ་དེ་གབ་ཏུ་བཞུགས་གི་ཡོད། ག་ཟེ་ད་ན་གཞིས་འགོ་འདྲ་བོ་མི་གཅིག་གིས་བོད་པ་གཅིག་བོད་པའི་སྤྱི་ཚོགས་ནང་ནས་བོད་པ་མ་རེད་ཟེར་ནས་དཔིས་དགོས་ཡ་གི་ཐོབ་ཐང་སུ་གི་སྤྲད། གོ་ར་སྐྱིད་མས་འདི་གི་ལ་གི་ཏོ། མི་མང་པོ་རྒྱ་ཤོག་གི་མི་ཚང་མ་བསྡུས་རུབ་བྱས་རྗེས་ཨ་ནི་མཚན་རྟགས་བསྡུས་རྗེས་ཨ་ནི་ཁོ་རང་ཡང་མ་རྒྱ་ཤོག་ནི་མ་པིས་སོང་ཟིག་ཇག་ནི་མ་པིས་སོང་ཟིག། དེ་འདྲའི་པིས་ཆོག་ཡག་གི་ཞི་འགོ་གཅིག་ལ་འདི་གམ་གཅིག་གི་དབང་ཆ་དང་འདི་གམ་གཅིག་གི་ནུས་པ་ཡོད་པ་ཡིན་ན། ཨ་ནི། ནང་སྲིད་བཀའ་བློན། ཨ་ནི་ཆབ་སྲིད་གི་དབུ་ཁྲིད། དགོས་ཡ་མི་འདུག་ད་ང་ཚོ་ལ། ང་ཚོ་ལ་གས་དགོས་ཡ་མི་འདུག། རེད་བ། ཀྱི་མེད་འདི་གི་རྟགས་ནི་སྐྱ་ཡོད་ཀྱི་མ་རེད་མི་ནི་གསལ་ཡོད་ཀྱི་མ་རེད་རེད་ང་ཚོ་སྤྱི་ཚོགས་ནང་དུ་ལ་ལག་པ་གཉིས་ཀྱིས་རྡོག་པ་རྒྱག་ན་མ་གཏོགས་ལག་པ་གཅིག་གིས་རྡོག་པ་རྒྱག་ཐུབ་ཀྱི་མ་རེད་ཐབས་ནང་དུ་ལ་མེ་ཡོད་བ་ཙམ་གྱིས་དུ་བ་ཡོད་ཡོད་པ་རེད་དུ་བ་ཡོད་བ་ཙམ་གྱིས་མེ་ཡོད་ཡོད་པ་རེད་ཡིན་གྱི་རེད་ཀྱི་མེད་འདི་གི་མ་འགྲིག་པ་འདི་འདྲ་བྱས་ཡོད་ཀྱི་རེད།

ཞིང་སྐོར་གཅིག་གི་ཤེས་ཡོན་སློབ་སྦྱོང་ཡོང་ངེས་མི་གཅིག་གིས་བཟོད་པ་སྒོམ་རྗེས་ཨ་ནི་མ། དེ་འདྲས་མར་དང་དེ་འདྲས་རེད་དང་བསླབ་བྱ་སྦྱར། དེ་འདྲས་རྗེས་མའི་བཟོད་པ་སྒོམ་མ་ཐུབ་ནས་ཨ་ནི་སྐྱེ་མེད་འདི་ལ་འགྲམ་པ་ལ་བཞུགས། བཞུགས་བ་མ་བྱས་ཨ་ནི་གཞི་ཆགས་རྒྱ་ཤོག་གི་མི་ཆང་མ་ཡག་སྐད་བཏང་མཚན་རྟགས་བསྡུ་རུབ་བྱས་རྗེས་སྐྱེ་མེད་འདི་མ། ཨ་ནི་གཞི་ཆགས་ལ་སྤི་ཡག་གཞི་ཆགས་ལ་སྤི་ཡག་གི་ཐོབ་ཐང་སུའི་གི་གྲས་རེད་དབང་ཆ་སུའི་གྲས་རེད།

ད་ད་རིང་གི་དུས་ཚོད་འདིའི་ནང་ལོ་མཁས་པ། ཏི་ཇི་གཅིག་གི་ཁྱད་བོན་གྱི་དེ་འདྲས་གཅིག་གི་དེ་ལ་ཡག་ཡག་ག་འདུག་བསམ་ས་རག་ཞིག་དྲན་ཡོང་ཚུལ་བསམ་པ། ཡང་དབུས་གཙང་མི་མང་ས་གནས་གཞན་པ་གི། རྒྱ་གར། ད་ཡོད་ར་བ། མན་གོར། བེ་ལ་ཀོ་བི། ཀོ་ལི་ག། ཧོང་སུ། དི་ཀི་ལིང། རཱཇ་པུར། བྷད་པུར། དྷརམ་ས་ལ། ཅི་ཅི་མ་མ་དེ་ཚོ་མ་གཡུག་བཅས་ལ་དྭགས་མི་མང་གིས་ནི་ང་ལ་རེ་འདུན་བྱེད་ཀྱི་འདུག། རེ་འདུན་ཁོ་རང་ལ་ཅི་དུས་རེ་འདུན་བྱེད། རྒྱ་གར་རྒྱལ་ཡོངས་ཀྱི། དབུས་གཙང་གི་རེ་འདོད་བྱས་རྗེས་དབུས་གཙང་གི་སྤྱི་འཐུས་རྣམས་ལ་ཡང་བླངས་འཇོག་བྱེད་རོགས། ད་རེ་འདོད་དེ་ཚོ་ཚང་མ་ཡ་མེད་བཟང། དེ་ནི་མ་རྐང་པ་གཉིས་བཙུགས་ནས་བསྡད་ཀྱི་འདུག་ཨ་མདའ་ངས་གོང་དུ་ལབ་པ་ནང་བཞིན་ཡིན་ན་བཀྲ་ཤིས་ཨམ་ཅེས། སྤྱི་འཐུས་རྒྱུན་ལས་གཙོ་གནང་ལོ་ལ་སྤྱི་འཐུས་རྒྱུན་ལས་ལ་གླ་ཆ་ག་ཚད་ཡོད་རེད་སུམ་སྒྲིལ་ལྔ་སྟོང་ཆེ་རེད་སུམ་སྒྲིལ་བྱ་ཚད་ཡོད་རེད་ད། ད་ག་ནང་བཞིན་སྤྱི་འཐུས་རྒྱུན་ལས་གནང་ལོ་ལ་རྩིས་ཁྲ་ཡ་རྩིས་ཁྲ་ཚོགས་ཆུང་གཅིག་ཡོད་རེད།

ད་རེས། སྤྱི་དྲག་ཚོགས་ཆུང་ནང་ལོགས་ལ་ཡང་མ་ཁེལ། སྤྱི་འཐུས་རྒྱུན་ལས་ལ་ཡང་མ་ཁེལ་ཡོང་འདུག་བརྩམས་པ། སྤྱི་འཐུས་དཀྱུས་མ་གཅིག་ལ་དོས་ལ་ནི། ཉིས་སྟོང་ཚར་མ་ཞིག་ཡོད་མ་རེད། དེ་ཉིས་སྟོང་ཚར་དེ་དང། གཞིས་འགོ་གི་གླ་ཆ་སུམ་ཁྲི་ཚར་དེ་ནང་ལོགས་ལྟ་ཡོང་འདུག་ད་མཁས་པ་ཆེན་པོ་ཞིག་མཐོང་ཚེ། ཡང་མ་སྤྱི་འཐུས་ནས་མ་བབས་ཚེ་གཞིས་འགོ་གང་ལ་ཡང་བཞག་གི་ཡོད་རེད་བ། དཔེ་ཚོགས་པར་བ།

ཁོང་ཚོ་གི voter card དེ་ཚོ་ཚིས་དེ་འདྲ་བཏང་བ་དང་དེ་འདྲ་གི་གནས་ཚུལ་དེ་འདྲ་ངས་གོ་མ་མྱོང་ཁོ་རང་ཚོ་སྤྱི་ཚོགས་ནང་ནས་ཡར་སྤེལ་གི་ལགས་དེ་འདྲ་ངས་གོ་མ་མྱོང། འཛམ་བུ་གླིང་གི་སྲིད། ཨ་སྲིད་འཛིན་དེ་འདྲ་མང་པོ་རེད་འཛམ་བུ་གླིང་གི་སྲིད་འཛིན་དེ་ཚོ་གི་ཨ་ནི། ཁྱོད་རང་ཡར་ཅིག་འོས་ཤོག་བླུག་གི་མི་འདུག་ཁྱོད་རང་འདི་བྱེད་གི་མི་འདུག་འོས་བསྡུ་ག་ལ། གར་སོ་བར་ད་ཅིག་ཁྲལ་རོགས་རྒྱག་གི་མི་འདུག་གར་བྱེད་གི་མི་འདུག་ས་ནི་སྤྱི་ཚོགས་ནང་ནས་སྤེལ་ཡག་གི་དེ་འདྲ་བླུག་སྲོལ་ཡོད་མ་རེད།

སྐབས་དེ་དུས་ཀྱི་ནང་སྲིད་བཀའ་བློན་དང་སྐབས་དེ་དུས་ཀྱི་གཞུང་ཞབས་ནང་ལ་ཡོད་བསྡད་མཁན་བཀའ་ཤག་ཚོ་ལ་མཐར་གཅིག་ཏུ་དགག་པ་ཡོད་མཐར་གཅིག་ཏུ། དེ་ཚོ་གྲས་འདི་ཚོ་མི་མང་ལ་གསལ་བཤད་བྱེད་དགོས་དགོས་པ་རེད། མི་མང་དཀྱུས་མ་གཅིག་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་ཡིན་ན་རེད་ཆབ་སྲིད་ཀྱི་དབུ་ཁྲིད་ཡིན་ན་རེད་ས་གནས་ས་ཐོག་གི་གཞིས་མགོ་རྒྱག་མཁན་ཚོ་གི་པི་ཡ་གི་དབང་ཆ་སུས་ཀྱིས་སྤྲད་པ་རེད། སུས་ཀྱིས་སྤྲད་པ་རེད་འདི་ངས་འདི་དྲི་བ་རང་ཡིན་ད།

ཁ་བ་པི་གོ་གོ་ཡོད་ན་མི་དེ་གི་ཨ་སྤྱི་ཚོགས་འདི་ལ་གནོད་བའི་ལས་ཀ་དང། ཨ་ནི་རྒྱ་ཁབ་འདི་ལ་ཡ་ཞི་བ་ཅིག་གནོད་བའི་ལས་ཀ་འདི་འདྲས་ཅིག་བྱས་ན་མ་གཏོགས་འདི་འདྲས་བྱས་པ་ཡིན་ན་རྒྱ་གར་ནང་ལོག་ལ་ཡིན་ན་འདྲ་འདུག་འཛམ་བུ་གླིང་གི་ས་ཆ་ག་བ་ལ་ཡིན་ནས་སོ་སོ་རྒྱ་ཁབ་ལ་ཡ་གནོད་བའི་ལས་ཀ་ག་འདྲ་རོག་བྱས་པ་ཡིན་ན་མི་ཚེ་ཙོང་ཁ་ནང་ལ་འདག་བཞག་ནི་སོ་སོ་རྒྱ་ཁབ་ནང་ལ་ཉག་བཞག་པ་མ་གཏོགས

ཆབ་སྲིད་བཀོད་སྒྲིག། སོང་ཙང་འདི་ཚོར་ཕྲན་འདི་ཚོ། མ་འོངས་པ་སྤྱི་ཟླ་གསུམ་པ་ནང་ལ་སྤྱི་འཐུས་གྲོས་ཚོགས་འཚོགས་ཡོད་འདུག་སྤྱི་འཐུས་གྲོས་ཚོགས་ནང་ལ་སྤྱི་འཐུས་ཚོགས་ཀྱིས་ངེས་པར་དུ་འདི་ག་ལོ་ལ་བགྲོ་གླེང་ཞིག་གནང་ཚེ་ངེས་པར་དུ་བཀག་འགོག་དགོས་པ་རེད་མ་གཏོགས་ཕྱི་གིས་དེ་འདྲ་བྱས་པ་ཡིན་ན། མ་འོངས་པ་རྒྱལ་རབས་ནང་ལོགས་ལ། བོད་མི་རིགས། བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་རྩ་དོན་ཁོ་རང་ལ་གནོད་ཡག་གི་ལས་ཀ་མ་གཏོགས་འདི་གིས་ཕན་ཡག་གི་ལས་ཀ་གལ་ཡོང་གི་མ་རེད། འདི་གིས་རྒྱབ་མདུན་གྱི་དམིགས་ཡུལ་དེ་ངས་ཐད་ཀར་ཞུས་པ་ཡིན་ན། ད་ད་ལྟའི་སྐབས་ནང་ལོགས་ལ་དུམ་བུ། གཉིས་ཡོད་རེད། དུམ་བུ་གཉིས་ནང་ནས་མི་མང་པོ་གཅིག་གིས་རྩ་འབྲེལ་ལག་དེབ་ཉི་ཤུ་ཉིས་སྟོང་ཉི་ཤུ་རྩ་གཅིག་ནང་ལ་རྩ་འབྲེལ་ལག་དེབ་བསྡུས་ཡོད་མ་རེད་གསལ་པོ་ཡིན། སོ་སོ་ཡིན་ན་ཡང་ཧ་གོ་གི་ཡོད་ད་སུ་སུ་གིས་བསྡུས་ཀྱི་ཡོད་མ་རེད་སུ་སུ་གིས་བསྡུས་ཡོད་མ་རེད། གར་ཕྱིན་ནས་བསྡུས་ཡོད་མེད་པ་དེ་ངས་ཧ་གོ་གི་ཡོད། གང་ཟག་ང་ཆབ་སྲིད་ཀྱི་དབུ་ཁྲིད་ཀྱིས་དང་ཐག་ཐུག་ཐུག་ནང་ལོགས་ལ། སྤྱི་མཚོས་བོད་མི་སྒྲིག་འཛུགས་སྤྱི་མཚོས་བོད་མི་མང་ལ། ཐུ་བྷན་སོ་ཡ་ཆེད་དུ་ལ་ཁོ་རང་གི་ངོས་ན་ནི་འཐབ་རྩོད་དང་ཐབས་ཤེས་དང་ལས་དོན་གལ་བཀོད་ཅིག་མེད་པ་ལ་ཨ་ནི་མི་མང་གི་ད་ལྟ་དཀའ་ལས་རྒྱབ་བཞག་ནས་བསྡུས་བཞག་པའི་དངུལ་འདི་དང། ཟུར་པ་བཀའ་ཤག་ཟུར་པ་དང་སྲིད་སྐྱོང་ཟུར་པ་ཀོང་བློ་བཟང་སེང་གེ་གི་སྐུ་ལས་བསྐྱོན་རྗེས་ཨ་ནི་དཔེ་ཤག་བསགས་བཞག་པ་འདི་ཚོ་གཏོར་བཤིག་བཏང་ཡག་དེ་མ་གཏོགས་དེ་འདྲའི་ཅིག་ཡིན་པ་ཡིན་ན་ད་རིང་ང་ཚོ་རྩ་འགྲེལ་ལ་དེ་ཁོ་ན་ལྡུད་གི་མེད་བྱས་རྗེས

འདི་དང་འདྲ་བ་གི་གནས་ཚུལ་ག་རེ་འགྲོ་གླེགས་ཡོད་ན་མི་མང་ཚོ་ལ་ཡང་གསལ་བསྒྲགས་བྱེད་ཅེས་གསལ་བཤད་བྱེད་ཅེས་མུས་མཐུན་འགྲོ་ཡ་ཡིན་ད་རེས་ཡང་བར་ཆད་རོགས་སུ་འདུག་ག་པར་གླེགས་ཀྱི་འདུག་འདྲ་མ་འདྲ་གླེགས་ཀྱི་འདུག་སོང་ཙང་འདི་གི་དགོངས་དང་ཐུགས་གཏད་ཞུ་ཡ་ཡིན་ཨ་ཚང་མ་ལོ་ཐུགས་ཆེ། ད་དེ་རེས་ངས་དྲི་བ་འདི་འདྲའི་གླེང་གི་མེད་དྲི་བ་ཁ་ཤས་ཇི་ལ་ནི་ངས་ལན་རྒྱབ་ཚར་ཡིན་སོང་ཙང་དྲི་བ་འདི་འདྲའི་གལ་གླེང་གི་མེད་ཨ་རྣམ་པ་ཚོ་གི་འདི་དེ་རིང་གི་ཐད་ཀ་རྒྱང་སྲིད་དེ་གང་མང་མ་འཇུག་གུ་ཆེ་གནང་ཤག་རོགས་བྱེད་ལ་དྭགས་མི་མང་ངོ་ནས་དྲང་ནས། མི་མང་གི་ཨམ་ཅོག་ནང་ལོག་ལ་ངེད་ཀྱི་ཚོགས་པ་དང་ངེད་ཀྱི་བསམ་ཇུས་དེས་ཁོ་རང་ཚོ་གི་ཉན་ཐུབ་བ་དང་གོ་ཐུབ་བ་བྱུང་བས་ན་ཁོ་རང་ཚོ་ལ་ཚེས་ཉེར་གསར་དྲུག་ནང་ལོག་འོས་བླུག་བའི་སྐབས་ནང་ལོག་ལ་ཁེ་ཕན་ཏན་ཏན་འགྲོ་གི་རེད་བསམ་ས་རོགས་ཞེས་དྲན་གྱི་ཡོད་རེད་བ། སོ་སོའི་ཁེ་ཕན་འགྲོ་བ་ཡིན་ན་མི་མང་ལ་ཕན་པ་ཡིན་ན་འོས་ཤོག་གཅིག་གས་མི་མང་ལ་ཕན་པ་ཡིན་ན་དེ་མི་མང་ལ་ཕན་པ་རེད་བ། འོས་ཤོག་གཅིག་གས་མི་མང་ལ་གནོད་པ་ཡིན་ན་དེ་ཁྱོན་མེད་རྒྱུ་རེད་བ། སོང་ཙང་དེ་གི་གམ་དམག་མ་འཇུག་གུ་བྱས་བཞག་རོགས་ཅེས་ཞུ་ཡ་ཡིན། ཐུགས་རྗེ་ཆེ། ཨ་མཚང་མ་ལོག་སྐུ་ཁམས་བཟང། ན་ཚ་མ་ཡོང་བ་ཞུ། མི་བཟད་ནང་ལོག་ལ། ངོ་ནས་དྲག་ནས། བཀའ་བབས་ཚེ་ཚང་མ་རྟོགས་པ་ཞུ། བྱ་བ་ལམ་འགྲོ་ཆུ་རྒྱུག་རྒྱུ་རྒྱུག་བ་ཞུ། ཨ་ནི་ཚང་མ་ལོག་ལ་སྙིང་གཏིང་ནས་བརྩེ་བ་ཡོད་ད། སྙིང་གཏིང་ནས། Love you all Bye bye བོད་རྒྱ་ལོ། བོད་རྒྱ་ལོ།